རྣམ་པ་ཚོ་ཚང་མ་ལོག་ལ་ཨཱ་ནི། འཚམས་འདྲི་བཀྲ་ཤིས་བདེ་ལེགས་ཕུན་སུམ་བདེ་ལེགས་ཞུ་ཡས་ཡིན་ཨཱ་ནི། དེ་རིང་དངོས་གནས་དྲང་གནས་ཀྱི། ང་ཚོ་ཚང་མ་བོད་པ་སྐྱབས་བཅོལ་ན་ཡོད་པ་དང་བོད་ན་ཡོད་པའི་བོད་པ་ཚང་མ་སེམས་ནང་ལ་དགའ་ཚོར་ཤུགས་ཆེན་པོ་སྐྱེས་དགོས་ཡས་ཀྱི་གནས་ཚུལ་བཟང་པོ་ཅིག་བྱུང་བ་རེད་གནས་ཚུལ་བཟང་པོ་དེ་ཁྱེད་ཚིས་འདི་ངེད་ལ་ངས་འགྲེལ་བཤད་ཞིག་བརྒྱབ་ས་བ་ཡིན་ཨ་ནི་བོད་པའི་གི་ཐོག་ལ་ཨ་ནི་ཨ་རིའི་གཞུང་གི་སྲིད་ཇུས Tibet Resolve Act ལ་ཅིག་ཁྲིམས་འཆར་འདི་ཨ་ནི་མང་མོས་ཚོད་མཐོ་པོ་ཐོག་ནས་ཐག་གཅོད་བྱེད་བྱེད་པ་ན་བཞིན་གི་ཨ་ནི་ངས་ཁྱེད་ཚིས་བརྙས་བརྡུང་བཟོས་ས་བའི་གི་ཆུ་ཚོད་ག་ཤེད་ཀྱི་རྗེས་ལ་ཨ་ནི།

སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན་ཁོ་རང་ཚོ་ལ་ནི་ཕེབས་བསུ་གཟབ་རྒྱས་ཞུས་གནང་སོང་ཞུ་བའི་ཡིན། དེའི་གང་ལ་ཨ་ནི་ད་ལྟ་དང་པོ་དེ་ངས་ད་ལྟ Voice of Tibet ནོ་བྷེལ་བོད་ཀྱི་རླུང་འཕྲིན་ཁང་ནང་ལོགས་ལ་ཨ་ནི་ཨ་རིག་གྲོས་ཚོགས་ཀྱི་ད་ལྟ་ཁོ་རང་ཚོ་སྐུ་ཚབ་རྣམ་པ་ཚོ་རྒྱལ་བ་རིན་པོ་ཆེ་མཇལ་འཕྲད་གནང་བ་དང་ཨ་ནི་རྒྱལ་བ་རིན་པོ་ཆེ་བཀའ་སློབ་གནང་བ་དང་ཨ་ནི་ཁོ་རང་ཚོ་ལ་བསམ་ཚུལ་ཞུས་པ་དེའི་ཐོག་ལ་ངས་ཅན་དུ་ཞུ་ཆོག་དེ་གི་རྗེས་ལ་རྒྱ་ནག་གཞུང་གི་གནོན་ཤུགས་སྤྲད་པ་དང་རྒྱ་ནག་གཞུང་གི་ཨ་རིའི་སྲིད་འཛིན་ལ་ད་ལྟའི་གི་ཁྲིམས་འཆར་དེ་ལ་མཚན་རྟགས་རྒྱ་ཆོག་མེད་རྒྱ་མ་རྒྱབ་རོགས་གྱིས་ལ་གནོན་ཤུགས་སྤྲད་པ་འདི་ལ་ཨ་རིའི་སྲིད་འཛིན་གི་ལན་འདེབས་ག་རེ་གནང་བ་དེ་བས་ཡིན་ངེས་རྣམ་པ་ཅན་དུ་ཞུ་ཆོག་ཞུ་བ་ཡིན་དང་པོ་དེ་ལ་ད།

ད་དེ་ནང་ལ་ཁ་འཁྲི་ཡོད་རེད་ལབ་པ་ཡིན་ན། ཨ་རིའི་སྲིད་འཛིན Joe Biden མཆོག་གིས་ཨ་ནི་ཨ་རིག་གི་རྒྱལ་ཁབ་ཀྱི་ལ་ཕན་པ་ག་རེ་ཡོད་པ་དེ་ཨ་ནི་བྱེད་ཀྱི་རེད། ཨ་དེ་འདྲ་སོང་ཙང་ཨ་ནི་བོད་ཐོག་ལ་འཛིན་པའི་གི་སྲིད་ཇུས་དེ་ཁྲིམས་འཆར་དེ་ཨ་ཁྲིམས་འཆར་དེ་བྱས་པ་རེད་དེ་ཨ་ནི་རྒྱ་ནག་གཞུང་དང་ཨ་ནི། བོད་མི་སྒྲིག་འཛུགས་ཀྱི་པ་ར་ལ་ནི་གནས་ཚུལ་གསང་ཡག་དོན་དག་ལ་ཆེ་བ་ཅིག་རེད་ལ་དེ་རེད་འདི་རྒྱ་བོད་རོམ་གྱི་སྐུ་ཚབ་དང་དང་བོད་མི་སྒྲིག་འཛུགས་སྐུ་ཚབ་དང་དེ་འདྲའི་ཐོག་ནས་ཞི་མོལ་གྱི་ཐོག་ནས་གྲོས་བསྡུར་བྱེད་དགོས་ཀྱི་རེད་ལ་དེ་རེད་དེ་འདྲ་སོང་ཙང་འདི་ཨ་རིའི་གཞུང་གིས་རྒྱ་ནག་གི་གནོན་ཤུགས་སྤྲད་པ་འདི་ལ་ལན་འདེབས་གསལ་བོ་ཅིག་ཇོ་བྷ་དན་མཆོག་གིས་གསུང་བ་ཅིག་གསང་རྒྱུད་ནང་ད་ལྟ་རང་ཐོན་ས་རེད་ཞེས་ཞུ་བ་ཡིན།

གནས་ཚུལ་གསལ་ཁ་བཏོན་པ་དེ་འདྲའི་རྩ་བ་ནས་བྱུང་ཡོད་མ་རེད་དེ་རིང་འདི་ནང་གི་གནས་ཚུལ་དཔེ་མི་གསལ་ཁ་བཏང་བྱས་བྱས་བྱས་ལྕམ་ནན་སི་པེ་ལོ་སི་གིས་ལབ་པ་ནང་བཞིན་ད་ག་རང་རེད་ཨ་ནི་ང་ཚོས་ཀྱི་གནས་ཚུལ་འདི་གསལ་བོ་གསལ་རྐྱང་ཡིན་ད་དེ་ལ་འགྱུར་བ་རྩ་བ་མེད་པ་མེད་པ་ཡིན་ད་ལ་དེ་རེད་དེ་འདྲ་སོང་ཙང་དེ་རིང་འདི་ངས་བརྙན་ཐུང་གཟིགས་པ་དེ་ལ་སྙིང་ཐག་པ་མཐོ་ཆེ་ཨ་ངའི་ངོ་ནས་ཨ་ནི་རྣམ་པ་ཚོ་གནས་ཚུལ་བོད་མིའི་སྒྲིག་འཛུགས་དང་འབྲེལ་བ་ཡོད་པ་དང་ཨ་ནི་གཅིག་གི་བོད་རྩ་དོན་དང་འབྲེལ་བ་ཡོད་པའི་གནས་ཚུལ་གལ་ཆེན་པོ་དེ་ཆེན་པོ་རེད་ན་ཨ་ནི་ངས་རྣམ་པ་ཚོ་བསྟོད་གནང་གིན་བྱུས་བས་ཡིན་བྱུས་བས་ཡིན་མཐོ་ཆེ།